དེ་དཀའ་ངལ་གཅིག་རེད། སྤྱིར་ན་སེམས་ཟིན་ངེས་དེ་ཁོ། གར་ཚུར་བརྟེན་དུ་མེད་པ་བཟུང་དུ་མེད་པ་ཁ་དོག་མེད་པ་དབྱིབས་མེད་པ་ཅིག་ཡིན་དུས་ད་དེ་ལ་མཐོང་ཆུང་དང། བྱས་ཙང་ད་དུས་ཚོད་ཁྱེད་རང་ཚོས་ད། སེམས་སེམས་ཆུང་ཡིན་ན་རེད་དེ་མིན་པའི་གི་ད་སེམས་སྐོར་ལ་བསམ་བློ་བཏང་ནས་དེ་སོགས་སློབ་སྦྱོང་ཞིབ་ཚགས་སུ་བྱས་ན་ང་ཚོ་ནང་ཆོས་ཀྱི་འགྲོ་ས་ཤུགས་ཆེ་ཤོས་ཅིག་སེམས་ཀྱི་སྒང་ལ་འགྲོ་གི་ཡོད་དུས་དེ་ཁོ་རང་ངོ་མ་ཤེས་ན་ཡོང་གི་མ་རེད་བ། དེ་ཡག་པོ་འགྲོ་ཡའི་བསམ་བློ་ཅིག་བཏང་དགོས་རེད། ད་སེམས་ཡོད་པ་ག་འདྲས་སུ་སྒྲུབ་གི་ཡིན་ཟེར་ན།

ད་ལྟ་སློབ་དཔོན་སངས་རྒྱས་གསང་བ་དུས་རབས་ཕལ་ཆེར་ག་ཚོད་ཡིན་ན། བཅུ་དྲུག་ཡིན་ན་དེ་འདྲས་ཞིག་རེད། མཁས་པ་ཞུ་ཆུང་དང་རྒྱ་གར་གྱི་ཁོང་གི་དེའི་ནང་དུ་བ། འགྲོ་བ་རིགས་དྲུག་མཐོ་དམན་གར་སྐྱེས་ཡང་རང་བྱུང་རིག་པའི་རྒྱལ་མོ་རང་དབང་ཆེས། འགྲོ་བ་རིགས་དྲུག་ག་འདྲས་ཅན་ལ་སྐྱེས་པ་ཡིན་ན་ད་རིག་པ་ཟེར་དུས་ད་བློ་དེ་ཤེས་པ་དེ་ད་རང་དབང་ཆེན་པོ་ཞུ་རེད་རང་བྱུང་རིག་པའི་རྒྱལ་མོ་རང་དབང་ཆེས། བྱས་ཙང་འདིའི་སྐོར་ལ་ཤེས་ཡོན་དཔེ་གལ་ཆེན་པོ་རེད། དེང་གི་ཚན་རིག་མཉམ་དུ་བསྒྲུབ་རྩོད་བྱས་ཏེ་ངས་སྤོབས་པ་ཆེན་པོ་བྱས་ནས་འདི་ཤེས་ཀྱི་ཡོད་ཐོང་ད་མཐོང་ཆུང་འདྲ་བོ་བྱས་ནས་ཁོང་ཚོ་ལ། ད་འདི་རྗེས་ལ་ག་རེ་ཟེར་ན། རྫས་ཀྱི་ཤེས་པ་ཤེས་པའི་ནང་ན་དབུས། སེམས་ཀྱི་མཚན་ཉིད་ཤེས་པ་ཕྱུག་ཅེས་བྱ་བ་ཟེར་ལབ་རེད། རྫས་ཟེར་ན Substance དང Material འདི་ཚོའི་སྒང་ལ་སློབ་སྦྱོང་ད་མང་པོ་སྦྱངས་ཡོད་རེད་ཚན་རིག་པ་ཚོས་སྦྱངས་ཡོད་རེད། དེའི་ཤེས་བྱ་དེ་ཤེས་པ་ཀྱི་ཤེས་བྱ་དེ་སྐྱོ་བོ་རེད་ཟེར་ལབ་རེད། རྫས་ཀྱི་ཤེས་པ་ཤེས་པའི་ནང་ན་དབུལ་བོ་རེད། སེམས་ཀྱི་མཚན་ཉིད་ཤེས་པ་ཕྱུག་ཅེས་བྱའོ་ཟེར་སེམས་ཀྱི་མཚན་ཉིད་ཤེས་སོང་ན་ད་ཕྱུག་པོ་དེ་རེད་དངོས་གནས་ཤེས་པ་དེ་རེད། སུ་གནད་འགག་ཞེ་བོ་རེད་ད། དཔེར་ན་ང་རང་སོ་སོའི་ལ་མི་ཚེ་ནང་སྦྱར་བ་ཡིན་ན་ཡང་སོ་སོ་བསམ་བློ་བཏང་བཏང་སྟེ་ཡག་པོ་ཅིག་ཡོད་ན། འོ་ད་སོ་སོའི་མི་ཚེ་གི་ཕང་ཕུབ Ups and Downs in Life ཟེར་བར་བ་མི་ཚེ་ནང་ཕང་ཕུབ་ག་འདྲས་ཅིག་བྱུང་ན་ཡང་ཡག་པོ་བསྡད་ཐུབ་ཀྱི་རེད་ད་འདི་ལྟར་འགྲོ་སྟངས་འདི་འདྲས་རེད་བ་འཇིག་རྟེན་འགྲོ་སྟངས་འདི་འདྲས་རེད་བ་ཟེར་ཕྱིར། ད་འདི་འདྲས་མ་ཤེས་མཁན་ཅིག་ཡིན་ན་ནུབ་ཕྱོགས་པ་ང་མང་པོ་མཐོང་མྱོང།

དངོས་ཡོད་གནས་ཚུལ་ཤེས་ལ། དངོས་ཡོད་གནས་ཚུལ་ཤེས་གསུངས་ན་དེ་ལ་བརྟེན་ནས་ཡག་པོ་བྱས་ལ་ཕན་ཐོགས་རེད་སྡུག་པོ་བྱས་ལ། སྡུག་པོ་བྱས་དེ་བཀག་འགོག་བྱས་ཐུབ་རེད། ད་གནད་འགག་གཙོ་བོ་དེ་ཡིན་ད། འདི་གནད་འགག་ཆུ་ཚོད་ལས་སླ་བོ་རག་མ་ཡོང་ད་ཡག་པོ་ཉན་མ་ཐུབ། དངོས་ཡོད་གནས་ཚུལ་ཤེས་ན། ད་ང་ནོར་ཡོད་ན་གང་ཤེས་ད་ངས་འདི་འདྲ་བྱས་སོང་དངོས་ཡོད་གནས་ཚུལ་ཤེས་ན་ཡག་པོ་བྱས་ལ་ཕན་ཐོགས་གོ་རེད། སྡུག་པོ་བྱས་དེ་ཚོ་བཀག་འགོག་བྱས་ཐུབ་ཀྱི་ཡོད་རེད། འོ་ད་དེའི་གནད་འགག་དེ་རེད་མདོར་བསྡུས་ན། ད་དཔེར་ན་ག་འདྲས་རེད་ཟེར་ན། དཔེར་ན་མི་རྟག་པ་ཤེས་པ་ཡིན་ན། སྤྱོད་འཇུག་ནང་ལ་ཡོད་རེད་མི་རྟག་སུ་ཞིག་མི་རྟག་ལ་གང་ཞིག་ཆགས་པར་བྱེད་པ་ཡོད་མི་རྟག་སུ་ཞིག་མི་རྟག་ལ་གང་ཞིག་སྡང་བར་བྱེད་པ་ཡོད་ཟེར་ནས་ཕ་ཕྱོགས་དེ་མི་རྟག་པ་ཞེ་པོ་ཅིག་ཡིན་པ་ཤེས་སོང་ན། ཁོ་ཕ་ཕྱོགས་དེ་ལ་ཡིད་གདུང་བ་ག་འདྲས་བྱུང་ཡོད་ན་མི་ཡིན་ན་རེད་རྒྱུ་ཅག་ལ་ཡིན་ན་རེད་ཡིད་གདུང་བ་ག་འདྲས་ཡོད་ན། དེ་ལ་ཆགས་པ་སྐྱེ་ད་ཞིག་རེད་ང་ཚོ་གོམས་དེ་ཡོད་རེད་ཡིན་ན་ཆགས་པ་ཆུང་ངུ་རེད་ཟེར།

ཨོ། དེ་ལྟས་ཕ་རིང་ཐུང་དང་ནི་ང་རང་སོ་ཚུལ་སྦྱར་ན་གཅིག་པ་གཅིག་རྐྱང་རེད། དུས་ཚོད་རིང་ཐུང་ཅིག་མ་གཏོགས། ཁོ་ཚོ་ཆུ་ཚོད་བཅུ་བར་འགྲོ་བར་ང་ཚོ་ལོ་བརྒྱད་ཅུ་རྗེས་འགྲོ་ཡི་རེད་བ། བྱེད་དུས་ལོ་བརྒྱད་ཅུ་འདིའི་ལྷག་མ་འདིའི་ནང་ལ་རྟ་ཁར་ཆས་ནས་ཡག་ས་རེད། འཆམ་མཐུན་བྱེད་གཅིག་གཅིག་ལ་རོགས་པ་བྱེད། དགེ་བའི་ལས་འདི་ཚོ་བྱེད་སྐྱེ་བ་ཕྱི་མ་ཁས་ལེན་མཁན་ཡིན་ན་སྐྱེ་བ་ཕྱི་མ་ཕན་ཡོན་གྱི་སྲོག་ལྗང་འདི་ཚོ་བྱེད་ན། དངོས་གནས་དྲང་གནས་དཔེ་དེ་མ་ཤེས་གོང་ལ་ད་ཉི་མ་གཅིག་མ་གཏོགས་བསྡད་གིན་མེད་ན་འདྲ་ལོ་གཅིག་མ་གཏོགས་བསྡད་གིན་མེད་ན་སྐྱིད་པོ་བྱེད་འདས་ཡོད་རེད།